རྣམ་པ་ལན་བརྒྱད་ཙམ་མ་ལོག་ལ་ཡས་ཚམ་འདྲིས་བཀྲིས་བདེ་ལེགས་བྱས་ནས་ཞུ་བས་ཡིན། ལན་ཅིག་སེར་རོང་ནང་གི་ལེ་ཚན་འདིའི་ནང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དུས་བཞི་བ། ལས་ཉིན་གསུམ་པའི་ཚོགས་ཐུན་གཉིས་པའི་སྟེང། སྤྱི་འཐུས་རྒྱལ་སྟོང་ཕུར་པ་འདུ་བྱས་བསྙོན་འཛུགས་ལ་དཔལ་ལྡན་སྲིད་སྐྱོང་དང་ཆོས་རིག་བཀའ་བློན་གཅིག་ལྕོགས་སྤེན་པ་ཚེ་རིང་མཆོག་གིས་ལན་འདེབས་གསལ་བཤད་གནང་བ་ཞིག་གཤམ་ལ་གསན་གཟིགས་ཡོང་བ་ཞུ།
ཞུས་དུས། སྒྲ་གདོང་ཕུར་པ་རྡོ་རྗེ་ལགས། དཔལ་ལྡན་ཚོགས་གཙོ་མཆོག་གོ་སྐབས་གནང་བ་དེ་ལ་ཐུགས་རྗེ་ཆེ་ཞེས་བརྗོད་པ་དང། ནས་ཆོས་རིག་ལས་ཁུངས་ཀྱི་ལས་བསྡོམས་དང་འཁྲུག་ནས་བཞུགས་ཀྱི་ཡོད། རྩ་བའི་བཞུགས་མ་དགོས་པ་རེད་རྣམ་པ་ཚང་མ་གི་མཁྱེན་ཤེས་པ་རེད། ང་རང་ཚོ་གི་ཆོས་དང་རིག་གཞུང་ཟེར་ཡ་དེ་ནས་ཧོ་ཟེ་ཡ་དེ་གི་ངོ་བོ་མཚུངས་ཤེས་ཡོད་དང་མེད་དག་ནི་སྐལ་ཆེན་པོ་དེ་འདྲའི་ཡིག་ཆ་དེའོ་རེད། དེ་ནང་བཞིན་ད་ལྟའི་བོད་ཀྱི་གཤོང་རབ་ནང་ལོགས་ལ་ང་རང་ཚོ་དུས་ཕྱི་མིག་གིས་བལྟས་པ་ཡིན་ན་ཡང་ཕྱི་མིག་གིས་བལྟས་པ་ཡིན་ན་ཡང་ད་ལྟ་བར་དུ་ང་རང་ཚོ་གི་ཆོས་དང་རིག་གཞུང་དེ་ཚོ་རྒྱུན་འཛིན་བྱས་ནས་ཡོང་མཁན་དེ་གྲྭ་བཙུན་རྣམ་པ་ཆགས་དེའོ་རེད། རྒྱུ་མཚན་དེ་ལ་བརྟེན་ནས་ད་ལྟ། དེ་ལ་བརྟེན་ནས་ད་ཆུ་རིན་འཛིན་སྐྱོང་སྤེལ་གསུམ་བྱེད་ཡག་གི་དེ་ལ་གྲྭ་བཙུན་རྣམས་པ་ང་རང་ཚོ་ལ་ཧ་ཅང་གི་རྩ་ཆེན་པོ་དང་གལ་ཆེན་པོ་དང་བཤད་རྒྱལ་ཆེན་པོ་བཞག་གི་དེ་འདྲས་ཀྱི་ལ་ངོས་འཛིན་བྱེད་དགོས་གི་ཡོད་རེད་ལ་དོན་དངོས་པོ་ཆ་ནས་དེ་ག་རང་ཆགས་དེ་འོ་རེ་ཟིན་ནས་བཞུད་ཡ་ཅིག་དང་ཡིན་ན་ཡང་ད་ཕྱོགས་གཞན་པ་ཞིག་ནས་རྒྱ་ནག་གཞུང་གི་ང་རང་ཚོ་བོད་ནང་ལོག་གི་གྲྭ་བཙུན་དེ་ཚོ་རྒྱལ་སྤྱིའི་སྤྱི་ཚོགས་ནང་ལོག་ལ་འདྲི་ཤེས་རྒྱབ་རྒྱུ་བརྩམས་པ་ག་འདྲ་རྒྱབ་དགོས་རེད་ཟེར་ན། ག་དུས་ཡིན་ན་གྱི་ལྡོག་ཕྱོགས་ཀྱི་སྣང་བརྙན་རྐྱང་རྐྱང་དེ་འདྲའི་བཞེངས་ཁྲི་བྱེད་ཡ་གི་ཐབས་ཤེས་དང་འབད་རྩོལ་དེ་འདྲའི་བྱེད་བསྡད་ཡོད་རེད། དེ་དང་མཉམ་དུ་ནི། ཀྲུང་གོ་གི་ཆོས་ལུགས་ཀྲུང་གོ་ཆེན་ཟེར་ཡ་གི་དེ་འདྲའི་གི་སློབ་གསོ་གི་ཁ་ཕྱོགས་ལ་ཁྲིད་ཡ་གི་ཐབས་ཤེས་རབ་དང་རིམ་པ་བྱེད་བསྡད་ཡོད་རེད། དེ་ཚོ་ག་རེ་བྱས་ནས་བྱེད་དགོས་རེད་ཟེར་ན། ནི་རྒྱ་ནག་གཞུང་འདྲ་བོ་ཡིན་ན་ང་རང་ཚོ་གི། ངོ་བོ་མཚུངས་ཤིང་ཆུ་དང་རི་གཞོང་དེ་ཚོ་ག་ག་ཚིག་གིས་ཡང་དར་སྤེལ་ཕྱིན་པ་ཡིན་ན་དེ་དེ་ལ་གཞི་སྣང་སྐྱེས་དགོས་རེད། ཆུ་དང་རི་གཞོང་རྒྱུན་འཛིན་བྱེད་མཁན་དེ་ནི་སྦྲ་རྩི་རྣམ་པ་ཆགས་དེའོ་རེད། སྦྲ་རྩི་རྣམ་པ་ལ་བྱས་ཙང་རྒྱ་ནག་གཞུང་འདྲ་བོ་ཞིག་ན་ད་སྦྲ་རྩི་རྣམ་པ་ལ་སྡང་ཟུག་བྱེད་དགོས་རེད། དེ་ནང་བཞི་ང་རང་ཚོ་བཙན་བྱོལ་ནང་ལོགས་ལ་ཆ་མཚོན་པ་ཡིན་ན། དེ་སྔོན་ཨ་ནི་དཔལ་ལྡན་སྲིད་སྐྱོང་གིས་ག་རེ་བཞེས་བོ་རེད་ཟེར་ན་ད་ཚིག་དེ་ཇི་མ་ཇི་བཞིན་ངས་དྲན་མ་སོང་སྟེ་ཡིན་ན་ཡང་དོན་གྱི་ཆ་ནས་ག་རེ་བཞེས་བོ་རེད་ཟེར་ན། དགོན་སྡེ་ཁག་གི་ནི་རི་བོ་ཧི་མ་ལ་ཡ་གི་རྒྱུད་ནས་ཡོད་རྒྱུ་གི་ནི་ཕྲུ་གུ་དེ་ཚོ་ལ་པར་སྣ་ལེན་དག་ནི་རྒྱུད་ནས་དག་ཡོང་བཞིན་རྒྱུད་གི་ནི་ཆོས་ལུགས་དེ་ཚོ་དག་སློབ་གཉེར་བྱེད་ཡ་གི་གོ་སྐབས་སྤྲད་པ་ཡིན་ན་ད་ལྟ་དད་གི་མེད་པའི་བཟོ་འདྲ་བོ་ཅིག་དེ་འདྲས་བྱེད་བདེ་བོ་རེད། ཡིན་ན་ཡང་ཧ་གོ་དགོས་བ་ཞིག་ལ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞི་གི་ནང་ལོགས་ལ་ནི་པར་སྣ་ལེན་འདྲ་ནི་བརྒྱད་ནི་ཡོངས་ཀྱི་གི་ནི་རིགས་ནི་མ་འདྲ་བ་དེ་ནི་དར་སྤེལ་གཏོང་ཡ་དེ་ཡོད་ཡོད་པ་རེད་དེ་ནང་ཚུད་དེའོ་རེད་དེ་བྱས་བྱས། དཔལ་ལྡན་ཚོགས་མཆོག། ད་ཆོས་རིག་འཛིན་སྐྱོང་སྤེལ་གསུམ་ནི་ཡང་གལ་ཆེན་པོ་ཡིན་པ་དང་ད་བོད་ནང་ལོགས་ལ་ཡང་ཨ་རིའི་ལྡོག་ཕྱོགས་ཀྱི་ནག་ཉེས་དེ་རེ་བཙུགས་གི་ཡོད་པ་དང་ཆོས་ལུགས་ཀྲུང་གོ་ཅན་དུ་བསྒྱུར་ནི་སྡང་ཟུག་བྱེད་ཀྱི་ཡོད་པ་ཀྲུང་གོ་ཅན་ཆོས་ལུགས་ཀྲུང་གོ་ཅན་དུ་འགྱུར་བའི་ཞལ་དེའི་གནད་དོན་ཐོག་ལ། རྒྱ་ནག་ཁོ་རང་ཚོའི་ནང་ལོགས་ལས་ཁ་གསལ་བོ་ག་ཚོད་ཡོད་ན་བསམ་བསམ་འདྲ་ཞིག་འདུག་དེ་གོ་བ་འདྲ་མི་འདྲ་ཅིག་ལེན་ཆེ། ཨ་ནི་པེ་ཅིང་ནས་ཡོད་པའི་གོམ་པའི་གི་བཟོ་པ་ལྟ་འཛོལ་གས་བོད་སོག་འཛོལ་ཕག་ལྗི་བོ་རྒྱབ་ཆེ་དེ་འདྲའི་གི་ག་ཤེད་གི་ཡང་ཀྲུང་གོ་ཅན་དུ་འགྱུར་ཟེར་ཚོན་པ་དེ་འདྲའི་ཅིག་ལ་ངོས་ལེན་བྱེད་ཡ། ད་དེ་འདྲའི་སྣ་ཚོགས་ཅིག་བོད་ནང་ལོགས་ལ་ལག་བསྟར་བྱེད་མཁན་ས་གནས་སོ་སོ་སོ་ནས་མ་འདྲ་མི་འདྲ་ཅིག་འདུག་ཕྱིན་ཆད་འདུག་གི་འདུག། དོན་ཚང་མ་དངོས་ཡོད་རེད་ད་ཡིན་ན་འདི་དང་སྦྱར་ནི། ཨ་ནི་སྲིད་སྐྱོང་གི་ད་དགོན་སྡེ་ཁག་ལ་ཡང་གཅིག་གིས་ད་ལྟ་རི་བོ་ཧི་མ་ལ་ཡ་ནས་ཕེབས་ཞབས་པའི་གི་དགེ་འདུན་པ་ཚོ་ལ་ཡང་ཨ་ནི་དཔལ་ནཱ་ལེནྡྲ་གི་སློབ་མར་སློབ་སྦྱོང་སྤྲད་ན་འགྲིག་གི་མ་རེད་མདོ་མདོ་རེད་དུ་གསུངས་སོང་དེ་དུས་ནམ་ཡང་ཞུས་མ་མྱོང། ད་ད་རིང་གྲོས་ཚོགས་འདི་ནང་ལོ་སྲིད་སྐྱོང་གི་བསམ་བློ་ནང་ལ་མེད་བ་དེ་འདྲ་མང་པོ་གཅིག་སོ་སོའི་འགྲེལ་བཤད་རྒྱབ་ཆེད་དཔུང་གཡག་གི་ཐབས་ཤེས་འདྲ་བོ་འདི་འདྲས་མང་པོ་ཅིག་གནང་གི་འདུག་ད་འདི་ག་རེ་ཆད་དུ་ཡིན་མེད་ད་ག་རེ་ཆད་ནས་གནང་གི་ཡོད་མེད་དེ་སུ་སོ་སོའི་དགོངས་པ་རེད་དེ་ཡིན་ནས་སྲིད་སྐྱོང་གི་བསམ་བློའི་ནང་ལོགས་ལ་འདི་རྩ་བ་ཉིད་ནས་མེད། འདི་གསལ་བོ་བྱེད་ནས་ཞུ་གི་ཡོད། རི་བོ་ཧི་མ་ལ་ཡ་ནི། གྲྭ་རྒྱུན་འཕེལ་ངེད་ཚོ་གལ་ཆེན་པོ་སྤྱི་ནོར་ཁོང་ས་སྐྱ་མགོ་ཆེན་པོ་མཆོག་གལ་ཆེན་པོ་ག་ག་བསྲིས་ཀྱི་ཡོད་མེད་དེ་ཤེས་ཀྱི་ཡོད། དེ་བཞིན་དུ་ད་ལྟ་བར་དུ་འགྲོ་བསྡད་པ་འདི་གའི་དེ་ལི་ཡ་ཀར་སུ་རེད་འདིའི་ཐོག་ནས་ཅིག་ཡང་ཧི་མ་ལ་ཡ་གི་རི་རྒྱུད་ཀྱི་སློབ་མ་ཚོ་ལི་ཡ་ཨ་ང་ཚོའི་དགོན་པ་ཚོ་ནང་ཅིག་སློབ་གཉེར་བྱེད་ཡ་འདི་འགྲིག་གི་མེད་པའི་གི་རྣམ་པ་ཙམ་ཡང་བསམ་བློའི་ནང་ལོག་མེད་ཁ་ནས་དོན་བཤད་ཡོང་མ་རེད་བྱས་ནས
དེ་ཅིག་ཞུ་གི་ཡོད།
དེ་བཞུགས་གོ།
ནི་ད་ཉེས་ཆད་རང་ལ། ནི་བདག་གིས་གོང་དུ་ཕྱག་སྦྲེལ་གྱི་འདི་བཞི་བ་ནང་བཞི། ནི་དགེ་འདུན་པ་དེ་ཚོ་གཟུགས་པོ་སྟབས་ཆེན་པོ་ཡོད་རེད་ཟེར། ད་སྤྱིར་བཏང་གཟུགས་པོ་སྟབས་ཆེན་པོ་ཡོད་རེད་ཟེར་ཡ་གི་གཟར་གཟར་དེ་ཚོ། དེ་རྒྱབ་ལྗོངས་དེ་ཚོ་ངའི། མགོ་ཚུགས་ཉིན་དེ་ཚོ་མགོ་ཚུགས་དེ་ཡོད་རེད། ནི་འདི་བ་རྒྱལ་ལམ་དེའི་ནང་ལོ་ནི་བཞི་ན་ཡག་པོ་མི་འདུག། བཞི་ཡ་ལ་འཚེར་ཡང་འཚེར་གི་འདུག། གང་ལྟར་གཟུགས་པོ་ཆེན་པོ་ཡོད་བ་ནང་བཞི་དེ་ལ། ལྟོ་ཡོད་རེད་བ་ལྟོ་ནང། ལྟོ་ཡོད་བ་ནང་བཞི་ཁ་ཁ་ནང་ལོ་ནི་ལུག་མགོ་བོ་ཡོད་རེད། དེ་ག་ནང་བཞིན་རྒྱབ་ལ་དུག་ལོག་ཀྱང་འགོག་དགོས་རེད། པར་འཇུག་རིག་པ་གི་ཐོག་ནས་བཤད་པ་ཡིན་ན་ནི། ཧ་ལམ་མ་སོང་ན་ཅིས་ཀྱང་རག་གི་ཡོད་པའི་བཟོ་འདྲའོ། དེ་འདྲའི་ཤེས་བདེའོ་རེད་གང་ལྟར་ཚིག་དེ་ཚོ་ཇི་མ་ཇི་བཞིན་ད་མ་རེད་ཡིན་ན་ཡང་གང་ལྟར། ནང་དོགས་བྱས་ནས་དེ་ག་རང་བཞུད་པ་རེད། བྱས་ཙང་ད་ངས་རྡོག་རྡོག་ག་རེ་བཞུ་གི་ཡོད་ཟེར་བ་ཡིན་ན། ང་རང་ཚོ་གི་ཆོས་དང་རིག་གཞུང་འཛུགས་སྐྱོང་སྤེལ་བསམ་ཐད་ལ། བཤད་རྒྱུ་ཧ་ཅང་ཆེན་པོ་བཞག་མཁན་གི་གྲྭ་བཙུན་དེ་ཚོ། བོད་ནང་ལོགས་ལ་ཡིན་ན་ནི་རྒྱ་ནག་གཞུང་གི་ག་དུས་ཡིན་ན་ཡང་ཆེས་ནག་ཉེས་སྡུག་པོ་བཟོ་ཡ་དང་རྒྱལ་སྤྱིའི་སྤྱི་ཚོགས་ཡིན་ན་རེད་མི་གཞན་པ་ལ་ངོ་སྤྲོད་བྱེད་དུས་ཡིན་ན་རེད་ནག་ཉེས་སྡུག་པོ་བཟོ་ཡ་དང། ནི་མདོར་ན་རྩ་མེད་བཟོ་ཡ་གི་དེ་འགྲིག་གི་རིམ་པ་ཅིག་བྱེད་བསྡད་ཀྱི་ཡོད་རེད། དེ་ནང་བཞིན་ང་རང་ཚོ་བཙན་བྱོལ་ནང་ལོགས་ལ་ཡིན་པ་ཡིན་ན་ཡང་སྒེར་གྱི་ཆབ་སྲིད་ཀྱི་ཁེ་ཕན་གྱི་ཆེད་དུ་རྒྱ་ནག་གཞུང་གི་བྱ་བ་ནང་བཞིན་རྒན་བསྡད་པ་གྲྭ་སྲིན་དེ་ཚོ་ལ་གཟར་གཟར་དང་ཚིག་མི་བཞི་བསྡད་པ་ཡིན་ན་འགྲིག་གི་མི་འདུག་ལ་ལི་རྗེས་འབྲིང་གི་ནང་ལོགས་བཞུགས་པ་ཡིན་ན་ཡང་དག་གི་མི་འདུག་བསམ་གྱི་འདུག་དེ་དང་མཉམ་དུ་ནམ་ཞིག་དཔལ་ལྡན་སྲིད་སྐྱོང་ལ་དམིགས་བརྩམས་ནས་ད། ནི། རྒྱབ་སྐྱོ། བྱེད་བདེན་མཁན་དེ་ཚོ་ཡིན་ན་ཡང། གནད་དོན་དེ་ཚོ་འགེབ་སྲུང་བྱེད་ཡ་རེད་མི་འདུག་བསམ་གི་འདུག་དེ་ཚོ་ཐད་ལ་དབྱིན་ཇི་མི་གཉིས་ཀྱི་ཐུགས་བསམ་བཞེས་དགོས་ཡ་གྱི་རེད་འདུག་བསམ་གི་འདུག་རྒྱུ་ལམ་འདེད་རྒྱུ་ནི་ད་གནད་དོན་དེ་ཡོད་ཡིན།
དེ་དང་མཉམ་དུ་ད་དགེ་འདུན་པ་ཚོ་སྟོབས་ཆེན་པོ་ཡིན་པ་བྱས་ཏེ་ད་དེ་འདྲས་ཆེ། ངས་ནི་ལབ་པ་དྲན་གི་མི་འདུག་དེ་གི་བསམ་བློའི་ནང་ལ་ཁོག་མ་སོང་སྟོབས་ཆེན་པོ་ཡིན་ཟེར་སྟོབས་ཆེན་པོ་དགེ་འདུན་པ་ནང་ལ་ཡོད་རེད་སྐྱ་བོ་ནང་ལ་ཡོད་རེད་སུ་ནང་ལ་ཡིན་ན་ཡོད་རེད་བ། ཨ་ནི་གྲོགས་འགོ་ནི་ཚང་མ་ལ་ཡོད་རེད་བ། མི་ཡོད་ཚད་ཚང་མ་ལ་གྲོགས་འགོ་ཡོད་རེད་མ་ད་ཤེས་གི་ད་ངས་ཀྱི་རྒྱུ་འབྲས་བཤད་དེ་ག་རེ་བྱ་དགོས་དེ་གཅིག་གྱོང་གུན་རག་གི་ཡོད་པའི་གི་ཧ་ཅང་གཅིག་གྱོང་རག་གི་ཡོད་པའི་གི་གནས་སྟངས་ཀྱི་འབྲས་བཤད་བྱ་རྩ་བ་ཉིད་ནས་འབྲས་བཤད་བྱ་མ་མྱོང། དེ་ངས་ཞུ་ཡས་དེ་ཚང་མ་ལོ་གཞི་ཆགས་ས་བརྟན་གནས་ཡས་དང་འབྲེལ་བའི་ཐོག་ནས་ཞུ་བདེ་བ་ཡིན་གཞི་ཆགས་རེ་རེ་རེ་ལ་སྒྲིག་འཛུགས་མང་ག་ཚོད་མང་ང་ཡོད་པ་ཡིན་ན་དེ་ཙམ་གཅིག་གི་སྒྲིག་འཛུགས་ས་བརྟན་གནས་ཡས་ལ་ཕན་གི་ཡོད་རེད་དགོན་པ་གཅིག་ཡོད་བ་ཙམ་གཅིག་གི་སྒྲིག་འཛུགས་ས་བརྟན་ལ་ཕན་གི་ཡོད་རེད་ད། བལ་ལོ་དགུ་པའི་ཆ་བཞག་གི་ཡིན་ན་སེ་ར་དགོན་པ་དང་རྣམ་སྤྲུལ་གླིང་དགོན་པ། ད་དགོན་པ། ད་ནང་ང་ཚོ་ད་བོན་པོའི་དགོན་པ་ཡོད་མ་རེད་མ་དེ་བྱས་ཀྱི་བལ་ལོ་དགུ་པའི་ནང་དགོན་པ་མང་ཆེ་བརྗོད་རེད་དགོན་པ་འདི་གའི་དེ་ཡོད་བ་ཙམ་གཅིག་གི་གཞི་ཆགས་ས་སྟེང་ལ་འཕེན་གྱི་ཡོད་རེད་ད། བལ་ལོ་དགུ་པའི་དང་མོང་དགོན་གྲོང་དེ་ཚོ་གཙོ་བོ་འདི་ཆ་ཡ་འདི་དགོན་པ་ལ་གཞི་བརྟེན་ནས་ཆགས་ཀྱི་ཡོད་དེ་ནང་བཞིན་གྱི་དགོན་སྡེ་ཆེ་ཁག་ཆུ་ཆུ་གཞན་པ་དགོན་སྡེ་ཆེ་ཁག་བོད་མིའི་འདུ་སྡོད་ས་གནས་ག་བ་ལ་གནས་ཡོད་པ་ཡིན་ནའི་འདི་གས་འདི་བུད་མེད་ཀྱི་ས་སྟེང་ལ་གནས་ཀྱི་ཡོད་རེད་སྒྲིག་འཛུགས་གང་མང་མང་དགོས་ཀྱི་རེད་ད་ལྟ་བཀའ་ཤག་གི་བསམ་བློ་དེ་སྒྲིག་འཛུགས་ག་ཚོད་བཙུགས་པ་ཡིན་ནས་གཞིས་ཆགས་རང་ནང་ལོགས་ལ་མ་བཙུགས་ཐུག་ཡ་མ་གཏོགས་གཅིག་གི་གཡས་གཡོན་གྱི་རྒྱལ་ས་དང་གྲོང་ཁྱེར་དང་དེ་ཚོ་ནང་ལོགས་ལ་ཡ་གཅིག་བཙུགས་མི་དགོས་ཡ་གི་འབད་བརྩོན་ཐབས་ཤེས་ད་ག་རང་བྱེད་བསྡད་ཀྱི་ཡོད་མ་གཏོགས་གཅིག་གི་འདིའི་གྱོང་རག་ཡ་དང་དེ་འདྲའི་ཚབ་ལ་ཡ་དེ་ལས་ལྡོག་སྟེ་སྤྱི་ཚོགས་ལ་ག་ཚོད་ཕན་གྱི་ཡོད་མེད་ཀྱི་དེ་གི་གནས་སྟངས་འགྲེལ་བཤད་ཞུ་གི་ཡོད་ཕྱིན་ནི། འདི་སྒེར་གྱི་ཆབ་སྲིད་ཀྱི་ཁེ་ཕན་དང་དེ་འདྲའི་གསུངས་སོ། རྒྱབ་སྐྱོར་བྱེད་མཁན་གྱི་ཐུགས་བསམ་བཞེས་དགོས་ཀྱི་འདུག་ངས་ནི་འོས་བསྡུ་བྱས་པའི་སྐབས་ལ་ཞུས་པ་ཡིན་མི་གཅིག་ལ་ང་ལ་འོས་བླུག་རོགས་བླུག་རོགས་བྱེད་ཕྱིན་ནི་ངས་ཁ་པར་བཏང་མ་མྱོང་སོ། དེའི་འོག་སྡེ་བ་ལ་ཡང་དྲིལ་བསྒྲགས་བྱེད་མཁན་ཡིན་པ་ཡིན་ནི་མི་གཅིག་ལ་ཁྱེད་རང་ངའི་ཚབ་བྱས་ཆོག་ལས་ཀ་བྱེད་རོགས་བྱེད་ཟེར་ནི་ཞུ་མ་མྱོང་སོ་དེ་འདྲའི་གཅིག་ལྟོས་ཡང་ཡོད་པ་ཡིན་ནི་ངས་དགོངས་པ་ཞུ་དགོས་སོ་རྐུབ་ལྕག་དེ་ལས་མ་ཕབ་ཀྱི་ཡིན་ཕྱིན་ནི་ངས་ཞུ་བཞག་ཡོད། དེ་ཡིན་དུས་བསམ་པ་ལས་ཡང་རྒྱབ་སྐྱོར་བྱེད་མཁན་དང་རྒྱབ་སྐྱོར་མ་བྱེད་མཁན་ལས་བྱེད་ཡིན་ན་ལས་བྱེད་མ་ཡིན་པ་ཡིན་ན་མི་དམངས་དཀྱུས་མ་རྣམས་ལ་སུ་ཡིན་པ་ཡིན་ནས་དབྱེ་བ་ད་ལྟ་བར་དུ་ཕྱེ་མེད་གསལ་བ་ཉིད། ཕྱེ་ཡ་མ་འོངས་པའི་གེ་ཕྱེ་ཡ་གི་བསམ་བློ་ཁོ་རང་མེད་བཞིན་ཏེ། ཨ། འདི་ཅིག་གསལ་པོ་བྱེད་ནས་ཞུ་བྱ་ན་བསམ་སོང་ད་ལྟ་བཀུར་འོས་སྤྱི་འཐུས་གསུང་བྱ་དེ་ནང་དོན་ལན་རྒྱག་པར་གལ་མི་འདུག་གསུངས།